བདེ། སྦིར་གཡས་གཡོན་གཙང་མ་ལ་བལྟ། བོད་རྒྱ་དག་དང་རྣམ་བཤད་ཡག་པོ་ཞུ་འདུག་ཧང་སང་ཡག་གི། ད་རིང་རྣམ་བཤད་ཧང་སང་ཡག་གི་ཡག་པོ་འདུག་རོ། ཨན་དེ་དང་མཉམ་འདོག་ལ། ངས་དེ་ནི་མ་ཐེ་གཏོང་ཅིག་བྱེད་ནས་ཡང་ཁྱེད་རང་ཚོ་དང་མཉམ་འདོག་ལ། ཀོ་ཕི་ཅིག་གཏོང། ཨན་ཐེ་གཏོང་ཅིག་འགྲོ་ན། ཡག་པོ་འདུག་བསམས། ཁྱོད་ཚོ་སེང་གེ་འདོད་ངས་ཀྱི་སྐད་ཁུག་འདོད། དེ be kind སེམས་བཟང་པོ་བྱས། བུ་མོ། ད་ག་ཅེས་ཉི་མ་ཉིན་འགའ་འདི་ལྟ་འདི་བལྟས་ཡིན་པས

ཡང་གླིང་གེ་ཚོགས་དེ་ནས། ད་རྒྱ་གར་སླེ་རོ། བད་ཁོ་རང་སྡེ་བ་ལ་ད་སྤྱི་དང་གི། ཁ་སང། ད་དམིགས་བསལ་གི་ལྡི་ལི་དང་དེ་ཡན་ཡོན་བྱེད་དུས་ཙམ་པ་ལ་མི་མང་པོ་ངོ་ཤེས་པ་མང་པོ་ཞོལ་གྱི་ཐུགས། ཨ་ནི་དགའ་བོ་ཞོལ་གྱི་བྱེད་གི་འདུག་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཚང་མ་ལོ་ཨ་ནི་ཁྱེད་རང་ཚོ་གི་སྡེ་ལ་ཅིག། ལག་པ་བཏང་བ་ལ་སོགས་པ་དང་བདེ་བ་ལ་ཅིག་ཡར་མ་བྱ་དུང་ཀ་དྲི་ཡལ་དང་ག་ལ་ས་ག་དྲི་ཡལ་འདྲ་བོ་དང་དེ་འདྲ་བྱས་ནས་ཅིག་ངོ་སྤྲོད་བྱས་བྱས་ཏེ་དཔལ་སེམས་དཔའ་ལ་ད་དངོས་གནས་ཁོ་རང་ཨ་ཙི། ཅིག། སྤྱི་བཏང་གི་ང་ཚོས་ཀྱི། ཆབ་སྲིད་ཀྱི་སྟེང་ལ། སོ་སོ་འདོད་པ་ཁང་བ་གཅིག་གོ་སོ་སོ་འདོད་པ་མ་ཁང་བ་གཅིག་གོ། མེན་པ་ཅིག

ང་རང་ཚོ། མི་ཚང་མ། མི། མི་ཚང་མ་ལྟ་བ་གཅིག། མཐུན་དགོས་ཡ་གཅིག་དང། ཨ་མི་ཚང་མས་ཀྱི་བསམ་བློ་བཏང་ཆོག་དེ་གཅིག་ཡིན་དགོས་ཡ་གྱི་ཁྱད་བ་གང་ཡོག་མ་རེད་རོ། ད་འདི། དམངས་གཙོ་གྱི་ཨ་ནི། ད། ག་ལ་འོ་རེད། དམངས་གཙོ་དེ་ཡག་པོ་རེད་དམངས་གཙོ་དེ་ཨ་ནི། དངོས་གནས་ཁོ་རང་དམངས་གཙོ་དེ་ལག་བསྟར་བྱེད་བཞིན་པ་ར་ཅི་ཡིན་ན་ཨ་ནི་དམངས་གཙོ་དེ་དངོས་གནས་ཁོ་རང་སྤྱི་ཡོངས་ལ་ཕན་ཐོགས་པོ་ཞུ་བོ་རེད་ལ་ཡ་གི་ལྟ་འདི་གི་དགོས་པ་རྒྱུ་མཚན་དེ་དེ་འདྲ་འདྲ་བོ་ཅིག་ཡིན་གི་རེད་བ་ཨ་ནི་ང་ཚོ་གི་ལྟ་བ་མཐུན་པ་དང་ལྟ་བ་མ་མཐུན་པ་མང་པོ་ཡོད་རེད་ཨ་ནི་སྤྱི་བཏང་གི་སོ་སོ་གི་མི་ཚེ་ལ་ཆ་བཞག་བ་ར་ཅི་ཡིན་ན་ཨ་ནི་ག་བ་ལ་ཐོགས་མེད་ཡོད་བ་ར་ཅི་ཡིན་ན་སྤྱི་བཏང་གི་ང་རང་ཤེས་དེ་ཡ་དེ་ག་རེ་རེད་ལ་ན་ཅིག། ཨ་ནི་ཐོ་སི་མ་སི་ཡོད་དུས་ཙམ་པ་ལ་འདི་ཆ་སྙོམས་པོ་བཟོས་ཐུ་ཡས་ཀྱི་ཐབས་ཤེས་ཅིག་དང་ཨ་ནི་དེ་འདྲས་ཀྱི་ཐབས་ལམ་ཚད་དེ་ངེད་ཀྱི་མི་ཅིག་ཡིན་རོ་ཡ་ཨ་ནི་མི་ཚང་མཉམ་བྱོན་བྱིས་ནས་ཡ་འཚར་ལོང་བྱིས་ནས་ཨ་ནི་བོད་པའི་ཀྱི་སྤྱི་ཚོགས་ནང་ལོགས་ལ་བསྡད་དེ་ངེད་ཀྱི་ཨ་ནི་ཕོ་སར་ཅིག་ཡིན་རོ་དེ་འདྲས་ཡིན་དུས་ཙམ་པ་ལ་ད་ཨ་ང་རང་ཚོས་ལ་བྱ་བ་ར་ཅིག་ཡིན་ན་ཨ་ནི་དེ་བ་ལ་དངོས་གནས་ཁོ་རང་ཐོ་སི་མ་སི་ཡོང་བ་དང་ཆ་སྙོམས་མེད་བ་དང་ཨ་ནི་གཅིག་གིས་གཅིག་ལ་ཨ་ནི། ག་ལ་འོ་རེད་ད། མི་ཉམ་ཐག་དང་སྐྱོ་བོ་དང་དེ་འདྲ་ལ་གྱོང་རག་འགྲོ་གི་ཡོད་བ་དང་དེ་འདྲ་ཡིན་པ་ཡིན་ན་ཨ་ནི་དེ་ལ་ཅིག་སྐད་ཤུགས་རྒྱབ་དགོ་ངེས་ཅི་དང་ཨ་ནི་ག་རེ་མ་དྲང་བ་དེ་རུ་དྲང་པོ་མི་འདུག་ལ་ནི་བསྟོན་དགོ་ངེས་ཀྱི་མི་ཅིག་ཡིན་རོ། ཨ་ནི་ཁྱེད་རང་ཚོ་མི་མང་པོ་ཅིག་ང་ཐུག་ཨ་ནི་ཅིག་ལག་པ་བཏང་བྱེད་ཡོད་འདུག་བརྩམས་པ་ལ་ང་བསྟན་འཛིན་ཡེ་ཤེས་རྫིག་ཁྲ་གཞོན་ཁྲ་ཁད་ཁྲ་ནི་གང་བཀུར་གྱི་མ་རེད་ར་བ། སྤྱི་བཏང་གི་ངེད་ཀྱི་བསམ་བློ་བཏང་ཕྱོགས་དང་ང་རང་ཚོ་ལྟ་བ་ལངས་ཕྱོགས་ཨ་ནི་བོད་སྤྱི་པ་ཁོག་ལ་བཅུག་གི་ཡོད་པའི་མི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ར་བ། དེ་འདྲ་ཡོད་འདུག་བརྩམས་པ་ལ་ཨ་ནི་ང་ང་རང་བརྩི་ཤེས་དེ་ལ་ངེད་ཀྱི་བསམ་བློ་དེ་འདྲ་བཏང་གི་ཡོད་ད་ལྟའི་ད་ལྟ་དཀོན་མཆོག་གསུམ། འགྲོ་དེ་བྱེད་དེ། ངའི་ནང་ལ་གཡོག་མོ་ཅིག་གླ་ཡོད་ཨ། གཡོག་མོ་འདིར་དེ། ད་ད། ཉི་མ་ཉིན་འགའ་ཅིག་ཕྱི་མ་ཚ་དེའི་དེའི་དུ་ར། འོ་དེ་འདྲ་རེད་ད་དེ་འདྲ་ཡིན་དུས་ཙམ་པ་ལ། ང་རང་གི་བསམ་བློ་བཏང་བཏང་ཆོས་དེ་འདི་ཡིན་ཨ་ནི་མི་མང་པོ་ཅིག་གིས་དངོས་གནས་ཁོ་རང་དེ་ལ་ཅིག། ཁ་ཤས་ཀྱིས་སེམས་ཁྲལ་བྱེད་ཀྱི་འདུག་བྱེད་སྟངས་ཀྱི། ཁྱོད་རྒྱ་གར་སྡེ་བ་ལ་ཡོད་དུས་རྩམ་པ་ལ་གཟབ་གཟབ་བྱེད་མ་གཏོགས་ཨ་ནི་སྡེ་བ་ལ་མི་བསམ་བློ་བཏང་མ་ཤེས་ངེས། ཨ་ནི་ཅིག་རང་དོན་ཁོག་ལ་བཅུག་ནས་ལབ་འོ་ར། རང་དོན་ཅིག་གོ་མ་གཏོགས་ཨ་ནི་སྤྱི་བར་གྱི་བསམ་བློ་བཏང་མ་ཤེས་ངེས་དེ་འདྲའི་མི་སྨྱོན་པ་དེ་འདྲའི་མང་པོ་ཡོད་རེད། དེ་འདྲས་ཡོད་དུས་མི་དེ་ཚོ་ཅིག་ཟབ་ས་བྱིས་མ་ཏོ་ཁྱོད་རང་ཅིག་ཉེན་ཁ་ཡོད་རེད་ལ་ནས་ང་ལ་ད་སྤྱི་སྟངས་ཀྱི་སེམས་ཁྲལ་མང་པོ་བྱེད་ཀྱི་འདུག་རོ་ད་དོན་ཚོ་སེམས་ཁྲལ་བྱེད་མཁན་དོན་ཚོ་ལ་ཁྱོད་རང་ཚོ་སེམས་ཁྲལ་རྩ་བ་ཉིད་ནས་མ་བྱེད་རོ་ཨ་ནི་ང་ནི་དེ་ད་ཆོས་ཡིན་ཐང་ད་ཆོས་ཡིན་ཨ་ནི་དེ་འདྲས་ཀྱི་རིགས་དེ་ལ་ད་དོགས་ལན་བྱེད་ནས་འགྲོ་དགོས་རོ་དོན་ཚོ་མི་གཅིག་གཉིས་ལ་དོགས་ལན་བྱེད་མ་ཐུབ་ན་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རྩོད་ཀྱི་ཡོད་ལ་ནས་མི་གཅིག་གཉིས་ལ་དོགས་ལན་བྱེད་མ་ཐུབ་བ་ར་ཅིག་ཡིན་ན་འདི་ཉེས་ཀྱི་ཅིག་ཨ་ནི། ཁ་ནས་བཤད་བ་ན་གཞན་གྱི་ལག་ལེན་འགའ་ལ་ཁྱོད་གོ་བ་མ་རེད་བསམ་གྱི་འདུག་རོ། ད་དེ་འདྲ་གཅིག་གཉིས་གླད་དོ་ཁོ་བོ་རེད་ད་འདའ་བ་དོ་ནི་གང་གོ་ཅི་བྱུང་མ་སོང་དེ་འདྲ་ཁྱི་སིའི་གླད་བ་ར་གཅིག་ཡིན་ན་ཁྱོད་རང་ཚོ་སེམས་ཁྲལ་ཆོད་ནི་མ་བྱེད་རོ། ཨ་ནི། སོ་སོ་ཡིན་ན་ག་བ་ལ་འགྲོ་བ་ར་གཅིག་ཡིན་ན་གོམ་པ་བཅུ་དངོས་ལ་བསམ་བློ་བཏང་ཡ་གྱི་ཐབས་ཤེས་བྱེད་ཀྱི་ཡོད་རོ་ཨ་ཡ། ཨ་ནི། ག་བ་ལ་འགྲོ་བ་ར་གཅིག་ཡིན་ན་ལས་ཀ་ག་རེ་བྱེད་བ་ར་གཅིག་ཡིན་ན་ཨ་ནི། འཆར་གཞི་ལྡན་པ་འདོགས་ནས་འགྲོ་གི་ཡོད་རོ་ཨ་ནི། ཁྱེད་རང་ཚོ་ཏག་ཏག་སྐར་མ་གཅིག་གོ་ཨ་དེ་ལ་ཡི་གེ་འདྲ་བོ་ཀོ་མེན་འདྲ་བོ་གླིག་ཡོད་ན་ངས་ནི་ཀོ་མེན་བཅས་མཐོང་གོ་མི་འདུག་ད་དེ་ཡིན་དུས་ཙམ་པ་ལ Enjoy your holidays འོན་ཏེ་འདྲ་ཡིན་དུས་ཙམ་པ་ལ་ཁྱེད་རང་ཚོ་ཚོ་སེམས་འདྲེ་བཅས་མ་བྱེད་རོ་ཨ་ང་ནི་དེ་མཐའ་གཅོད་ཡིན་ཐང་མཐའ་གཅོད་ཡིན་ཨ་ནི་ད་ལྟ་ང་ས་ཆ་དེ་སྦིར་ལ་ཡོད་ནང་ལ་འཛུལ་བསྡད་ཡོད་རོ་ཨ་ད་ངེད་ཀྱི་ཨོ་ད་ངེད་ཀྱི་སྐྱེས་དམན་ལ་བར་བ་ངེད་ཀྱི་ཚེ་རོགས། མོ་རང་མོ་རང་མོ་རང་སྦིར་ནས་ཡིན་དུས་ཙམ་པ་ལ་ཨ་ནི་མོ་རང་ནང་ད་ཚང་མ་དེ་སྦིར་ལ་ཡོད་རེད་ར་བ་ཨ་ནི་ད་ངེད་ནང་ཡ་ཆ་དེ་ད་དེ་ར་བ་དེ་འདྲ་ཡིན་དུས་ཙམ་པ་ལ་ད་གཉིས་ད་གཞན་པ་གཞན་པ་གང་མི་འདུག་ང་སྦིར་ལ་ཡོད་ཇི་ལྟང་གི་ཀོ་ཕི་ཇི་སྟོང་གོ་ལྟ་ལ་ཡེ་ཤི་ཀོ་ཕི་ཇི་སྟོང་གོ་ལྟ།

ང་ཚོ་ཤོ་གས་ཡང་ང་ལ་མི་ཐུག་ག་དེ་འདྲ་གླེང་ན་ཡང་ང་ཚོ་དེ་དེ་སྐད་ཆ་བཤད་དེ་རོ་དེ་བྱས་མཚམས་མཚམས་ང་ཚོ་མི་ཐུག་ས་འདྲ་བོ་བྱས་ཡང་ཚོགས་འདུ་ཕྱིན་ཅི་དེ་འདྲ་ཚོགས་འོས་ན་དེ་ཚོགས་ཡ་བྱས་ཡང་འདི་ནང་ལོགས་ལ་ད་ཅི་ཐང་གི་ཁང་པ་གཅིག་ཡོད་རེད་ཡང།

མགོ་ན་ཅི་བཏབ་ས་ད་དེ་ཐོ་ག་ལ་ངོ་ནས་ཁོ་ར་བིར་གི་ཡི་གེ་ཨ་ཨོ་ཨ་པ་ཐོ་ག་ལ་ཡོད་དེ་ད་ད་རི་གན་དྲི་གིའུ་དང་ཞོ་གན་ཡང་ལང་རོ།

དེ་ཁྲག་གཅིག་ཏུ་ཨན་དེ་ཐ་གིར་དུ་ད་མ་དོ་བ་ད་བོད་ཡི་ས་ཆ་དེ་ཨན་དྲེ་འདྲ་བོ་ཡོད་ར་གངས་རི་ར་བའི་བསྐོར་བའི་ཞིང་ཁམས་སུ་ད་ཡང་གངས་རི་སྟོད་འགོ་ར་ཡི་གེ་གངས་རི་ར་བའི་བསྐོར་བའི་ཞིང་ཁམས་སུ་དེ་བིར་ཐ་གིར་དུ་རི་གི་བསྐོར་ཤ་ཡར་ད་དེ་དོ་བ་རི་དེ་ནི་བ་ཚང་མ་རི། རྫོགས་མཐའ་མེད་པའི་རི། ཨན་དེ། རི། རི། ད། འཕིར་ས་གོ་ཡིན་ནི་གང་ནས་འཕིར་གོ་རོ། གོ་རེ་ཡིན་ནི་འཕིར་གོ་རོ། གནམ་ལ་མཐོང་གོ་མི་འདུག་ག་བ་མཐོང་གོ་འདུག། ཨ་ལེ་ཡ་ཡིན་ནི་འཕིར་དེ་ཤི། ས་ཡིན་ན།

ཡ། ད་ཆ་དགོན་པའི་ཞིམ་པོ་ཅིག་བཏུང་ཡིན་རོ། ཨ་ནི་ཡ། ཚང་མ་ལོ་ཚད་རིང། དགའ་ཞོག་བླ་མས་སྐྱབས་བཀྲ་ཤིས་བདེ་ལེགས་ཡོད། བྷ་བྷའི།